དེས་སེམས་ཅན་གྱི་གཤིས་ལུས་ལུས་བྱེད་པའི་བེའུ་ལྟ་ལུགས་དང་ནི་བས་དེ་རང་སྐྱེས་པ་ཕ་ལུས་ཐོབ་ནས་ཀྱི་མིག་གཅིག་ཡིན་མ་བྱིན་ཏེ་ཐག་ཁྲ་ར་ཨ་ཕ་འདི་ལུགས་ཏེ་ཏིབ་ས་ཕ་འདི་ལུགས་མ་འདི་ལུགས་འདོད་ཆགས་སྐྱེས་ཏེ་གྱུར་པས་མུ་མེད་ཟེར། རང་སྐྱེས་ཕྱི་མ་འདི་སྟེ་ད། ག་ཅི་ལོ། ད་ཨམ་གཙུག་གི་ལུས་པའི་ལས་ཉིད་ཀྱིས་དབང་དུ་བཏང་མ་བྱིན་ཏེ་ལས་ནི་གཅིག་ཡིན་མ་བྱིན་ཏེ་ཨ་ཡིག་འདི་ལུགས་ཁྲག་ཁྲ་སྟེ་ཞེ་སྡང་སྐྱེས། དེ་དེ་ལས་ག་ཅི་ལོག་མི་སྲིད་ད། ད་དེ་ལས་ཨ་པ་དེ་ལོག་དེ་ཕོག་པའི་མི་དེ་གི་ཆགས་སྡང་སྐྱིད་དེ་ཐུང་ཆགས་པ་སྐྱིད་དེ་ཐུང་སོང་ནས། ཨ་ནི་གོ་ད་ཨ་ནི་ཨ་ནི་གི་དུས་ན་ལོ་དེ་ང་ཅིག་གི་ག་ཅི་ཕན་གོ་སོ་བ་བཞིན་དེ་ཆགས་སྡང་གི་ལོག་སྤང་དེ་གི་བས་དེ་ད་ཐང་ཆི་ཆ་ཉམས་ར་ཕ་མ་ལ་སོགས་པ་དེ་ལས་དེ་བླ་མ་ཡི་དམ་ཡིན་པའི་གི་དེ་བླ་མ་དེ་ཡི་དམ་གི་ཆོ་འཕྲུལ་ཡིན་པ་དེ་ཡང་ན་དེ་རོ་ལམ་དེ་ད་སྟོང་ཉིད་ལ་སོགས་པ་བསྒོམ་པའི་གི་བག་ཆགས་ཡོད་པ་བཞིན་དེ་དེ་ད་ཐང་ཆི་ཆ་ཉམས་ར་རང་བཞིན་མ་གྲུབ་པ་ཕ་ཐོང་རོ། མ་མཐོང་རུང་དེ་དང་སྟོང་ཉིད་དུ་ཤེས་པའི་སྒོ་ནས་དེ་ཨ་ནུ་ཡི་སྒོ་ལས་དེ་སྦས་བསུ་བ་བྱིན་ཏེ་དེ་ལས་དེ་ལྟ་བུའི་དགེ་བསྙེན་ཏེ་ང་དེ་རག་པས་ད་ཐུག་ནའང་ལྷོ་བཟང་པོའི་གནས་ལ་སོགས་པའི་དགེ་བསྙེན་ལུས་ལས་དེ་དད་པའི་ལྷ་དང་སྐྱེ་བ་ལས་འདི་མྱོང་ངོ་ཤེས་པས་ལ། ད་དེ་བཞིན་ང་དེ་རག་ལྷ་དང་ལྷ་མ་ཡིན་མི་ཡིན་གྱི་སྐྱེ་བ་ལས་མ་བྱིན་ཏེ་ད་ལོ་མཐོང་གི། མཐོང་མཐོང་དང་ནི་བའི་མཐོང་ཡིན། ད་དེ་ལས། ང་ཚོ་ན་ལ་མ་ཏི་ངན་འགྲོ་གསུམ་དུ་སྨོས་ལ། ད་དུད་འགྲོ་ཡི་དྭགས་ད་ཨ་ནི་འདི་གསུམ་ན་བ། ད་སྐྱེ་བ་ཅན་ཏེ་ག་འདི་བའི་མཐོང་ནི་མོ་ཟེར་བ་བཞིན། རླུང་དམར་ཆགས་ཕྲེང་ཚ་གྲང་གིས་དེད་པས། འཁྲུག་པ་འཁྲུག་གོ་གདོང་གཏུམ་ལ་སོ་ཙག་ཙག་ཕྱིར་རྒྱུག་པའི་སྣང་བ་འཇུག་འགྱུར་ན་སྐྱེ་གནས་ངན་པ་ཞེས་པ་བྱིན་གྱིས་རློབས། ད་དེ་ལས་ང་ཚོ་ལ།

ཤིང་རྟ་དེ་སོགས་ཀྱི་ར་རོ་གི་ཕུང་པོ་མིག་གིས་ལྟ་གྲོགས་སྟོང་གསུམ་དེ་གསུམ་པའི་ཡང་ན་ཤིང་གི་ཡང་ནི་རེ་སྟོང་སྟོང་དེ་ནི་ཤིང་གི་སྡེ་སྒྲིབ་དང་ནི་དེ་སོགས་ཀྱི་རྩ་བ་ལོ་དེ་ལས་དེ་ཡང་ན་བ་གྲོ་བཞི་ཆུ་དབྱིབས་སུ་ཆུ་དུས་ཀྱི་རྒྱུ་ཡིས་ཡང་ན་ཇོ་ད་ལོ་དེ་དང་ཡང་ན་ལོ་རྒྱུ་བ་གྲོ་བཞི་བས་བ་བཞིན་དེ་ང་ཤ་ར་དེ་གྲོ་དང་ཡི་ད་ལོ་ཀྱི་ཡི་གི་རྟགས་དབྱིས་དང་ནི་དེ་སོགས་མཐོང་མཐའ་ལོ་བ་གྲོ་ལོ་དང་ནི་དེ་སོགས་གནས་ངན་པ་ཡིན་གྱི་ཤེས་དྲི་གི་བས་བྱ་ཁུ་དྲག་གདོང། གདོང་ཐུམ་ལ་སོགས་རིགས་ཀྱི་ཐོག་མའི་གནས་སྐབས་ན་བ་ཡི་དག་པའི་གནས་ངན་པ་ལྟ་ཡི་དག་ན་དུད་འགྲོའི་ལུགས་ཀྱི་ནི་ཡི་གནས་ཨིན་པས་ཨེ་སེ་ཏཱ་ནི་འདི་སུ་ཝེ་ཧ་གོ་གོ་སུ་མེ་ཏཱ་དེ་ཟུམ་པས་གཉེན་བ་ཀྱི་ནི་ཀྱི་སེམས་ཕྱེད་ཕྱེད་ཨེ་མ་ཕྱིན་དེ་ཀྱི་ག་དེ་བས་མཐོང་གསོ་བ་ཅི་ནི་སོ་སྐྱེས་མེ་ཏཱ་ལྕགས་ཀྱི་ཁང་བཟང་མཐོང། འགའ་ཡི་ཡིད་ཀྱི་གནས་དེར་འགྱུ་སེམས་ན་རང་ངོ་ཤེས་ཤིང་འཇིགས་པ་མེད་བ་ཡི་གནས་ངན་དེ་ལས་ལྡོག་པར་བྱིན་གྱིས་རློབས་སེ་ཏཱ་དེ་ལས། མ་དེ་ལ་གཉེན་བ་ཀྱི་ཡི་གི་ཏཱ་ལོ་ཏེ་གཉེན་བ་ཀྱི་ནི་ཀྱི

དབུས་བདེ་ཁོ་ནས་བསྒྲལ་ནོ་དེ་ང་ཐར་ཨ་ནི་སུ་ནོ་མི་སོང་ནས་དེ་དག་ཨ་ནི་དུ་སུ་དེ་ཐོང་དེ་གི་དེ་ན་ལུ་ཇོ་ནི་མོ་སོ་ཏང་མ་ཆིན་དེ་སྙན་དབང་ཀྱི་ད་ཚེ་ཡིན་དེ་དེ་ན་ལུ་ཇུན་ཡོ་ཨ་ཆིན་དེ་ལས་ཇོ་སི་ལི་སྙན་དབང་ཨི་ཡིན་སོང་ནས་ཨ་ནི་གོ་ད་ལུ་དེ་ལས་དེ་ང་ཐར་གི་དྲན་པ་ཏན་ཏིག་གི་བས་ཨ་ནི་གཟུང་གི་སྣང་བ་ཤ་ཡི་ཆེ་ན་ལུ་དེ་དག་ཧེ་མ་ལའི་ད་ལམ་གོང་བོ་མི་རུ་ང་ཐར་བ་ཏོ་ལུ་དེ་དག་བ་ཏོ་ཐུལ་སྤྲོས་སེ་ལྷག་གོ་སེ་ངོ་སྤྲོད་གོ་སེ་དེ་རིན་པ་ཅིན་ཐུ་བས་རྣམ་སེ་ན་ཁ་ཆིམ་དེ་ཨ་ནི་མེ་བ།

ད་ལྟ་ཆོའམ་ཅི་ཕྱུང་བ་ལྔ་པོ་མ་སོང་མ་རེད་ཟེར་ད་ང་ཚོས་བོད་བ་ཅན་རྒྱུན་ག་ནས་རྒྱུ་ཆ་མི་མི་ཆིན་གནའ་མི་ས་མི་གི་ལམ་སྟོན་ལས་གཞིན་ཅིག་གིས་དེ་ད་ང་ཚོ་ལ་ཁྱི་སྐྱེ་བ་ཅན་ད་ཨ་ནི་རྒྱུན་འདི་ཆི་ཁ་ལ་བོ་མི་གི་རྒྱུན་འདི་དེ་ལས་ཨ་བོ་གི་ཐང་ན་ལོ་དེ་བཟུང་པས་དེ་རྗེ་ཕུད་གི་ཐང་ཨ་ནི་འདི་སུ་ན་བ་མི་ཚུད་པ་མོ་དེའི་རྒྱུན་འདི་ས་འདི་ཏོ་ཏོ་ད་ག་ཏོ་ཏོ་ན་བ་འཇོ་ནི་སྟབས་བདེ་དུ་གཏོང་ན་བ་ཤུ་ཡིས་དེ་ག་ལོ་རག་ལས་ཟེར་ཟེར་བ་བྱས་ནས་ང་ཚོ་རང་ཁྱི་ལས་རྒྱུ་ཆ་མེད་མོད་ཀྱི་རྒྱུན་འདི་ཁྱི་སྐྱེས་མེད་ཀྱི་དེ་ལྟ་ཤ་བག་གི་ལམ་སྟོན་ཟེར་བ་མེད་ལམ་སྟོན་བ་དེ་ལོ་རག་ལས་བ་བ་མོ་ཨང་ནི་ད་ཅོག་ར་ཁྲིད་པའི་ང་ཚོ་ར་བག་ཐུག་ལོ་ཨེ་ད་ང་ཚོ་ར་ད་དང་མ་ར་དེ་ཚེ་རབས་ངེས་མེད་ཀྱི་ལས་ཀྱི་སྒྲིབ་པ་དེ་བཟུང་པའི་རང་ལམ་སྦྱང་བྱ་མེད་ཀྱི་བག་ཆགས་ལ་སུབ་པ་མེད་ཐོས་བསམ་སྒོམ་སྡོད་ཀྱི་ཡུན་དུ་མིའི་འབད་མེད་དུས་སུ་བག་ཐོག་ཤུ་བོ་ག་ལ་དེ་དགུ་ཐོག་ཐོག་པའི་རྒྱུ་མེད་མོད་ཀྱི་ས་ག་ཤོད་མེད་ད་ཨང་ནག་གི་ལམ་སྟོན་འབད་མེད་དེ་ང་ཚོ་ར་བག་ཐོག་ཐོས་འཕྲོའི་ལྷག་མེད་དེ་མེད་པ་བག་ཐོག་ཐོས་འཕྲོའི་ལྷག་མེད་དེ་གི

དེ་དག་དམྱལ་བ་ལུགས་གཅིག་ཡིན་པ་ལས་དེ་རྣམས་མ་གསུངས་ཟེར། བདག་ཨ་ནི་རུ་ཆུ་མཐོང་བ་ནི་བདག་འཇོ་བ་བཞིན་ཆུ། དེ་ལྟར་བདེ་བ་ཤིང་གི་ཤིང་ཁམས་ན་སྐྱེ་ཡིས་ཟེར། བདག་ཨ་ནི་རུ་ངོ་སྤྲོད་ལྕགས་ཀོང་མིག་གིས་དེ་ལུགས་ཞུ་དེ་ཨ་ནི་མེད། བདག་ཨ་ནི་རུ་མཐོང་མིག་གིས་ཚེ་ན་ལོས་དེ་ང་ཚེར་ཐེམ་པར་བསྟན་གོ་ཟེར། བདག་དེ་དག་ཕྱོགས་ར་ཐེབས་པས་དེ་ང་ཚེར་གྱིས་དེ་སྐྱེ་བ་རྣམ་པ་བཞི་སྲིད་ཡི་སྐབས་དེ་ལུགས་དེ་སྔས་ཀྱི་རྫུས་ཀྱི་དྲོད་ཀྱི། གཏེར་ཁ་ཚེ་ལོ་སྒོང་ང་ལས་སྐྱེས་པ་སོགས་ད་ལུགས་དང་དཔེར་ན་ལུགས་ང་ཚེར་རྨི་ད། དེས་བཟུང་བས་དེ་ལྟ་ན་ང་ཅི་ན་ས་ཐིན་འདི་ན་ལོ་ཡོད་བུ་གི་དུད་འགྲོ་བདེ་བ་མ་ཆེ་བ་ཅི་དེ་དག་ངས་ཤེས་དང་དེ་ལས་སྒོ་ང་ལས་སྐྱེས་པ་དང་གྲུ་བཞི་ལས་སྐྱེས་པ་ཡིན་པས་ལ་ད་གཟུགས་ཀྱི་སེམས་མི་འདི་སུ་སྟེ་མ་དམྱལ་བ་ལོ་སྐྱེ་བ་བཞིན་འཇིག་རྒྱུ་ཡིན་པས་དེས་བཟུང་བས་ཡང་དག་པའི་ཞིང་ཁམས་འདི་སུ་ན་སྐྱེ་བ་བཞིན་འཇིག་རྒྱུ་ཡིན་པས་བར་དོ་གི་སེམས་ཅན་འདི་སུ་མ་པ་ལོ་འཇིག་རྒྱུ་ཡིན་ད་ནི་སྐྱེ་གནས་སྐྱེ་གནས་རྣམ་པ་བཞི་པོ་དེ་དེ་ང་ཤར་གྱི་དྲན་པ་སྟེང་འོག་སུ་མེད་དེ་ཡང་གཉེན་རྟ་སྒོང་སྐྱེས་མི་ཚེར་ཕྲག་དོག་དང་གྲོས་གཞི་གནས་ལས། གྲོས་གཞི་ལས་སྐད་ཁྲིད་དང་རོ་ལ་ཆགས། རྫུས་སྐྱེས་གནས་ལ་ཆགས་པ་སྐྱེས་པའི་ཚེ་ཆགས་སྡང་སེལ་བར་མོས་པ་བྱིན་གྱིས་རློབས། ཟད་མཐའ་སེལ་བ་ཁམས་གསུམ་འཁོར་བ་རིགས། ག་ཏི་ར་ཀི་ཏི་བེ་ས་ཅི་རོ་ཡ། སྟེ། སྐྱེ་གནས་རྣམ་པ་བཞི་ན་ལས་རྟག་གོ་ལ་སྐྱེ་གནས་རྣམ་པ་བཞི་ན་ལས་མ་ཆེ་བ་དེ་གཉེན་སྐྱེས་རྟ་སྒོང་སྐྱེས་ཡིན་ནོ་བ་ཏཱ་ནི་འབད་མེད་ལ། ཏཱ་ནི་རོ་ད་ལུ། ཏཱ།

ཐོག་མ་མི་རིགས་ཀྱི་དུས་ལས་ཏེ་ད་ལྟ་གི་བར་དུ་ལའང་ནི་ཅི་སྟེ་ཁོ་བོ་ལ་ཆོམ་གྱི་ལུགས་ཡོད་ཟེར་ད་ལྟ་ཡང་ནི་རུང་གི་དེ་གནས་ངན་པ་འདི་ཚུ་ན་བ་དེ་ཚུལ་གསུམ་འདོད་ཅེས་བས་པ་བྱིན་ད་རུ་དེ་ཆགས་སྡང་གིས་འོང་དུ་སོང་འདི་གི་བས་ཁོ་བོ་ལས་མཐའ་ཡས་ཀྱི་ཐབས་མི་བྱེད་ད་ནི་འདི་ཚུ་ན་སོ་ཏང་འདི་གི་བས་དེ་ཕ་མ་ལ་སུ་བས་ཀྱི་དེ་ད་ག་ཆེ་རུ་ཁྲིད་པ་བཅུ་བས་ཀྱི་གནས་མཐོང་ནི་བས་ས་ཆེ་རུའི་དེ་ལུགས་ཆགས་སྡང་ལ་སོགས་པ་གང་ཡང་མེད་པ་བཞིན་དུ་གཙོ་བོ་ར་ཁྱ་སྙོམས་དང་དེ་ད་རང་གི་སེམས་ཀྱི་ཆོ་འཕྲུལ་ཨིན་ཟེར་དེ་ད་ཐབས་ཀྱི་མིའི་བཞིན་དུ་སྣང་མི་ཨིན་ཟེར། དེ་ལྟར་རང་གི་སེམས་ལས་ལོགས་སུ་གྱུར་པ་ཞིག་གང་ཡང་མེད་ཅིང་བཙལ་གྱི་སྲིད་ཞི་བ་ལྷ་ཡི་གསུང་དུ་བཟུང་བས་དེ་ལྟར་ག་ཅི་ལོག་སྐྱ་སེར་ས་བཞི་སུ་ཡིས་བྱས། མི་ཚོགས་འདི་དག་ཅི་ལས་བྱུང། འདི་དང་འདི་དག་ཐམས་ཅད་ཀྱང་འདི་སེམས་མིན་པར་ཐོབ་པས་གསུང་ངོ་ཞེས་གསུང་དུ་བཟུང། དེས་གསུངས་པའི་དཔེ་འདི་ཟླ་བ་གྲགས་པ་གིས་སེམས་ཉིད་ཀྱིས་ནི་སེམས་ཀྱི་འཇིག་རྟེན་དང་སྣོད་ཀྱི་འཇིག་རྟེན་ཤིན་ཏུ་སྣ་ཚོགས་རྒྱུ། ཞེས་དེ་གསུང་དུ་བཟུང་བས་ཨ་ལིང་གི་ཚུལ་གྱིས་དབང་དུ་བཏང་སྟེ་བགྱིས་པས་དེ་ལྟར་གཙོ་བོ་རང་རང་གི་སེམས་ཀྱི་ཆོ་འཕྲུལ་ཡིན་པ་ཞེས་སེམས་སེམས་ཀྱི་ཧོ་རན་ཏེ་རྟག་པ་ཅི་དང་ལྡན་པ་ཅི་སྟེ་གྲུབ་པ་ཅི་རྡོག་རྡོག་སུ་ཞིག་ཅི་ཡོད་ཀ་སོགས་བ་བཞིན་དད་པའི་མོས་པ་ཆ་མཉམ་ར་དེ་དང་བརྗོད་པ་ཐམས་ཅད་དང་དེ་ཡི་ཆོས་ཀྱི་སྐུ་ཨིན་སྙམ་པའི་སྒོ་ལས་གྲངས་རིག་པའི་སྒོམ་ཚུལ་བ་བཞིན་གྲངས་ནི་ང་དེ་ར་ལྔས་སྒོ་ཁྱབ་པ་ཨ་སེ་དེ་ལྟར་ག་ཅི་ལོ་སྒོམ་དེ་དང་ག་ཅི་ལོ་ལྔས་ཁྱབ་ལ་སོགས་པའི་ཀྱི་ལྔས་སྒོ་འདི་དད་པས་དད། རྐང་ཤིང་ཡིན་ཞིང་ད་ག་དིར་འཆི་བས་དེ་དེ་ལས་ཀྱི་སྟོབས་ཕྱིའི་དབང་གིས་པས་དེ་དེ་རྐང་མ་ཚུགས་པ་བཞིན་ད་ག་དིར་བས་ནི་མོ་སོ་བ་བཞིན་ད་ཨ་མི་གི་རིམ་པ་དེ་ཚུགས་ན་ལ་མ་ཤེས་ནི་མེད་ཟེར་ཞུ་དོ། ཡང་ལ་སོ། ད་དེ་བས་དེ་སྐྱེ་བ་ཕྱེད་མ་ཚུགས་པ་ད་རུ་རང་གི་ལས་ཀྱི་སྟོབས་ཕྱིའི་དབང་གིས་པས་དེ་སྐྱེ་བ་ལན་གོ་བས་ཀྱི་དབང་དུ་བཏང་སྟེ་ཡར་སུན་མ་ཕྱིན་དག་དེ་ལས་ག་དུས་འགྲོ་བ་སོལ་བ་བཞིན་དེ་གལ་ཏེ་མ་བྱེད་སྐྱེ་བ་ལེན་པ་ན་བདེ་བ་ཅན་དང་དགའ་འདུན་སྨྱོན་པའམ་འཁོར་ལོས་སྒྱུར་གྱི་དམ་སྲིའི་རི་ལྟ་བུ་བསམ་བཞིན་སྐྱེ་བ་ལེན་པ་བྱིན་གྱིས་རློབ་བོ་སེམས་འདི་ཡང་གཉིས་མེད་ལྟར་ང་ཚོའི་གིས་དེ་གའི་བླ་མ་ག་དུ་བས་དེ་ལྟར་རང་གིས་དེ་ལྟར་བར་དོ་བར་དོ་ལོ་ངོ་སྤྲོད་ཅང་མི་དགེས་བཅབ་རང་གིས་དེ་དྲན་པ་གཏན་སུ་བརྟེན་འགྲིག་གི་བས་དེ་དད་པའི་བས་རིག་པའི་སུ་བྱེད་རོལ་དེ་སྙད་གོ་མ་མཁས་མ་ཚོར་བ་ལྟར་སྐྱེ་བ་ལེན་དགོས་པའི་གི་འོང་ཐུག་ལྟར་མ་བར་ལ་དེ་འགའ་རུ་སྐྱོ་རུ། དེ་ལས་ཀྱི་སྟོབས་ཆེ་གེ་གེ་པས་དེ་སྐྱེ་བ་ལན་འགོབ་ཅིག་གི་དབང་དུ་ཐེངས་གསུམ་གྲོགས་སུ་བས་པ་བྱིན་དེ་ག་ཏི་བའི་སྦོས་པོ་སོ་བ་བྱིན་དང་ལེ་བའི་དྲན་ཤིང་སྐྲན་སྐྲན་འདུས་པའི་སོ་བྱེད་པས་དེ་ལྟར་དེས་ཀྱི་སྐྱེ་བ་དེ་བཀག་མ་ཚོར་བ་སྐྱེ་བ་ལན་འགོབ་པོ་དབང་དུ་བཏང་མ་བྱིན་བསམ་མི་བྱིན་དུ་སྐྱེ་བ་བླང་བའང་སེམས་མེད་དེ་འགོག་བའི་ཡིད་སོང་ནས་དགག་ཐོག་གོ་ཐོག་རྣ་བ་རྫུས་ནས་མེ་འབར་བཞིན་དག་དག་དེ་ལས་ང་ཚེར་ཚེ་འདི་ལས་འཕོས་མ་ཐག་ཏུ་དེ་དེ་ལས་ད་ད་འཕོས་མ་ཐག་སུ་རུ་མང་དེ་བར་དོར་འདི་ལས་དེ་ཡང་འགྱོད་ཡི་ག་ལས་དེ་དག་བདེ་བ་ཅན་དེ་ལྟར་རབ་བྱུང་མ་དེ་བདེ་བ་ཅན་གྱི་ཞིང་ཁམས་དགའ་བདེ་ཡང་མི་ཕམ་བྱམས་པ་མགོན་པོ་བཞུགས་སྲིད་ཀྱི་གནས་ཤར་གསུང་གཡོན་པ་འགའ་ཡི་ཞིང་ཁམས་སྟེང་ན་དེ་རབ་བཅོམ་ལྡན་འགལ་བ་མི་འཁྲུགས་དེ་བཟུང་བའི་ལྷག་པར་དུ་དེ་དག་ག་ཚོད་པ་མ་ཆགས་ཀྱི་བཀའ་བགྱིས་ཀྱི་བླ་མ་དེ་གོང་མ་དེ་ལྟར་བགྱིད་དེ་མི་ལ་སེམས་མི་འདུ་ཟེར་ཤར་གསུང་གཡོན་པ་འགའ་ཡི་ཞིང་ཁམས་ནང་བྱང་ཆུབ་སེམས་དཔའ་དེ་བར་ལམ་བསྐྱོད་ཀྱི་བླང་དོར་འཆད་སེམས་མི་བགྱིད་ཀྱི་སྐྱེ་བ་བཞེས་ཀྱི་བཞུགས་ཡོད་པའི་ལོ་རྒྱུས་དེ་བཟུང་བའི་ང་དེ་ར་དེ་དག། དཔལ་ལྡན་སྒྲུབ་པ་ཆོས་རྗེ་སྦྲུལ་ཡུལ་མགོན་པོ་བཀྲམ་པ་ལྕགས་རི་རྫོང་བྱིས་པའི་སེང་གཅེས་རའི་དེ་ལས་དེ་ག་ཚོད་ལོ། བྱང་ཆུབ་སེམས་དཔའ་དེ་དག་ག་ཚོད་ལོ། སྣང་བ་འདི་འཕྲོས་སེམས་དཔའ་སེམས་མེད་འདི་ཀྱིས་སྐྱེ་བ་བཞི་འདི་ཀྱིས་པས་དེ་ཞག་བཅུ་སྨྱོན་མ་པའི་ཡེ་ཤེས་ཁམས་ལོས་དེ་དེ་བས་བཞུ་བས་ཀྱི་ལོ་རྒྱུས། དང་ནི་བུ་དག་ང་ཚོ་དེ་བཀའ་བརྒྱུད་ཀྱི་བླ་མ་གོང་མ་འདི་སུ་གིས་སྤེལ་བ་ཅན་མ་ཕྱི་བ་ཞིག་དེ་ལྟར་རོ། ཞག་བཅུ་སྨྱོན་པ་པའི་ཡེ་ཤེས་ཁམས་ན་ལོ། དེ་དེ་སྐད་ནི་ཡིད་མི་བླ་མས་དེ་ལ་བཏབ། དེ་ཉམས་ལེན་པས་དེ་དེ་ན་ལོ་ཧ་ལམ་དེ་དག་སྤྱིར་བཏང་གི་བཤད་ཀྱི་བཤད་སྲོལ་སྤྱི་ལས་སྤེལ་བ་བཞིན

དེ་ཡང་ནས་ཡང་དུ་དེ་ལྟར་རང་རྒྱུད་ཡིད་ལུས་དྲན་གོ། དེ་རྣམས་རིག་པའི་རྒྱུད་སངས་རྒྱས་དང་བྱང་ཆུབ་སེམས་དཔའ་དེ་སུ་ལུས་བདེ་བ་དང་སྨིག་རྒྱུ། དེ་ལས་ང་ལྟར་བདེ་བ་ཅན་དུ་སྐྱེ་ཡི་རྒྱུ་བཞི་སེལ་བའི་བ་དེ་སྨྲོས་ཤིག། དེས་བུམ་པས་དེ་ཇི་སྙེད་དེ་ཀྱི་ཡོན་ཏན་དྲིས་ནས། རང་གི་དགེ་རྩ་ག་ཅི་དག་བས་ག་ཅི་དག་ག་ཅི་འབད་དེ་བྲི་ས་ཕྱི་རུ་ཐ་ན་ལོ་རྐང་མེད་སྐྱིན་བཅུ་གཅིག་ཀྱིས་མ་བྲི་ས་ཕྱི་རུ་རང་ཚེ་ཕྱི་མ་སྨྱོན་པ་འགའ་ཡིད་བཞིན་ཁམས་ན་སྐྱེ་གནས་ཀྱི་ནོར་སོགས་ཡོད་པ་བྱས་ནས་ལྟ། སྔགས་ཀྱི་དག་རེ་ཕུལ་ཡུལ་གྱི་རྐང་མིག་གི་དགེ་བའི་རྩ་བ་དེ་ཀྱིས་ང་མ་འོངས་པ་ན་ཤར་ཕྱོགས་སྨྱོན་པ་འགའ་ཡི་ཞིང་ཁམས་ན་སྐྱེ་ཡི་རྒྱུར་གྱུར་ཅིག་ཡིན་ཟེར་ཏེ་རང་གིས་དུས་གསུམ་དུ་བསགས་པའི་དགེ་རྩ་དེ་དག་ཐམས་ཅད་ཕྱི་ནས་འབབ་སྟེ་ཞིང་ཁམས་དེ་ལའང་དགའ་སྟེ་སྤྲོ་བ་ཡོད་པའི་ཞིང་ཁམས་དེ་ན་ལུས་དེ་སྐྱེ་གནས་ཀྱི་ཕྱིར་དུ་ལུས་དེ་བས་སྔོ་བོ་བོ་སེམས་བའི་བ་ལ་དྭངས་ནས་བུ་དང་ལུས་དེ་གཙོ་བོ་དེ་ང་ཚོ་ར་དེ་ལྟར་བདེ་བ་ཅན་དང་དགའ་འབྲིང་སྨྱོན་འགའ་འམ་ཟེར་ད་ཇོ་སི་ཏི་དེ་དང་སྐྱེ་བ་མ་ཁེབས་པ་དེ་ཇོ་སུ་བ་ཅན་རབ་དེ་དེ་ཇོ་སི་ཏི་ཨ་ན་ཨི་ཡིན་སོང་ནས་དེ་སྐྱེ་བ་མ་ཁེབས་པའི་དབང་དུ་བཏང་མ་ཅན་རབ་རབ་དེ་དེ་ཆེ་བ་ཆོས་སྐུ་དེའི་མོས་པ། འདི་ཡིན་འདི་ལོངས་སྐུའི་མེ་དེ་ཐ་མ་སྤྲུལ་པའི་སྐུ་ཡི་མེ་ད་སྤྲུལ་པའི་སྐུ་སོགས་ད་ལོ་བཏགས་ནས་སྤྲུལ་སྐུ་གྱི་ཞིང་ཁམས་དེ་ཤར་ཕྱོགས་མཉམ་པ་པའི་ཞིང་ཁམས་དགའ་འདུས་ཀྱི་ཞིང་ཁམས་ཀྱི་རུམ་པའི་དེ་དག་ནུབ་ཕྱོགས་བདེ་བ་ཅན་དག་དེ་དེ་སུ་དེའང་འདི་སུ་ལོ་ཁ་ཆོས་ཀྱི་ཞིང་ཁམས་ཚེ་ལ་བས་ལ་དག་དེའི་རུམ་པའི་ང་ཚེ་རལ་པོ་རི་བོ་པོ་ཏཱ་ལ་ལོ་འཕགས་པ་སྤྱན་རས་གཟིགས་ཀྱི་ཞིང་ཁམས་འཇམ་པའི་དབྱངས་ཀྱི་ཞིང་ཁམས་འཇམ་ནེ་རི་བོ་ཙན་ང་ཕྱག་ན་རྡོ་རྗེ་ཀྱི་ཞིང་ཁམས། ཤངས་པ་ལ་བའི་སྲས་ཡིན་པས། ཨོ་རྒྱན་གུ་རུ་རིན་པོ་ཆེ་བཞུགས་སའི་དཀྱིལ་ནས་ཞིང་ཁམས་ཀྱི་དེ་བཟང་དུ་དཔལ་གྱི་རི་ཟེར་བ་བསླབ་ས་ཅིག་ལྟ་དེ་སུ་ས་ཁྱོད་ཀྱི་ཞིང་ཁམས་ཟེར་ཡ་ཁ་ཁྱོད་ཀྱི་ཞིང་ཁམས་མེད་ཟེར་བས་བ། ད་ཁ་ཁྱོད་ཀྱི་ཞིང་ཁམས་ཟེར་ནས་འདི་ག་དེ་བས་ཡོད་མོ་སོགས་ཆེ་ང་རེ་བ་ས་དང་རྡོ་ལ་སོགས་པ་དེ་དྲུག་དེ་གྱིས་པས་ད་དུ་ན་གི་དེ་འཛམ་བུ་གླིང་གི་ས་ཆ་བཟུང་པའི་མེ་འབར་ཞིང་དང་དེ་བདེ་བ་ཅན་གྱི་རྨི་ལམ་ན་ལས་འདི་ནས་ཉི་མ་ནུབ་ཀྱི་ཕྱོགས་རེ་ན་རྨོ་ཞིང། ཅུང་ཟད་བརྟན་དུ་བབས་པའི་ས་ནའང་ཟེར། དེ་ལྟར་ཡང་ཨ་ཙི་ཙི་ནག་ཆུ་འདི་ས་གཞི་དྲ་ཐོག་ཚིག་གི་ས་རྡོ་རི་བྲག་ལྟ་བུ་གི་དེ་མིན་པ་ཞིག་ན་དེའི་གི་སྟེང་ལོ་ཡག་ནམ་མཁའ་དེ་བག་ན་ལ་བ་དེ་ཆགས་བསྡད་ཀྱི་ཡོད་པའི་ལོ་རྒྱུས་དེ་ཡང་རང་ལས་གྲྭ་བ་ཅན་དེ་ཞིང་ཁམས་པའི་དེ་རྗེས་ལུང་ཡིན་པས་ལ་ད་བལྟས་ད་ས་ཆོས་ཀྱི་ཞིང་ཁམས་ང་ཚ་དང་རི་བོ་པོ་ཏོ་ལ་དང། དེ་ལས་དང་པོ་དཔལ་བེའུ་གི་ཞིང་ཁམས་འདི་སོགས་ཡང་རང་ལས་གྲྭ་མ་དག་གིས་བྱས་པ་ལས་བསྟན་བསྡད་ཀྱི་རེད་དེ་ལས་གྲྭ་བ་ཅན་དེ་ལྟ་དེ་སུ་ཞིག་ཁམས་པའི་རྗེ་ནི་ཡིན་པས་ལས་མ་དག་པ་བཞིན། དེ་ལྟ་ཧེ་མ་དགེ་བསྙེན་ལྕགས་ཀྱི་ཁང་པ་སེམས་མི་འཇིགས་ཀྱི། དེ་ལྟ། དགྲ་བཅོམ་ལོ་རྐང་བཅུ་གྱི་གདམས་ངག་སྒྲུབ་བྱེད་ཀྱི་པའི། རི་བོ་པོ་ཏཱ་ལ་དུ་ཇོ་བོ་ཏཱ་ལུ། ཏེ། དྭངས་མ་ཐང་ཆེན་ཇོ་བོ་ཏཱ་ལུ་སྟེ་སྤྱན་རས་གཟིགས་ཀྱི་ཞིང་ཁམས་པའི་རྗེ། དེ་ན་ལོ་རྣམ་གནས་བསམ་མེད་ཀྱིས་དེ་ལྟར་ཞིང་ཁམས་ཀྱི་ལོངས་སྤྱོད་ཟད་མི་ཤེས་པ་པའི་རྗེ་ཡི་ལུགས་སུ། ད་རུང་ལོ་བཞི་བཞི་ཐག་ཆུ་ཁོ། པོ་ཏཱ་ལ་ཡི་ཞིང་ཁམས་ན་ལུ་ལོ་ཇོ་བོ་ཏཱ་ལུ་ལམ་ཁ་ལུ། སྟེ་རྒྱུན་ལོངས་སྤྱི།

ཅེས་དང། རྗེས་མ་འདི་དེ་དེ་རང་གི་ལས་འདི་དག་མ་ཐག་ལོ་རག་ལས་ནི་གནས་སུ་ཞུགས་ཏོ། ད་དེ་སུ་ནི་གི་གཏམ་རྒྱུད་ལས་ཤར་ཡོད་ལ། བྱང་ཤམ་བྷ་ལ་ལོ་རྒྱུ་ཡི་རོ་བཞུགས་རྒྱ་ནག་རི་བོ་རྩེ་ལྔ་ལོ་ལ་རི་གཅིག་གིས་འཇིག་རྟེན་འཇམ་དཔལ་དབྱངས་ཀྱི་ཞིང་ཁམས་པའི་ཐིག་ནག་ལོ་བརྒྱད་འོག་འཇིག་རྟེན་འཇམ་དཔལ་དབྱངས་རིའི་མངའ་བཞུགས་པའི་རྗེས་ད་རི་ནང་བ་སྦེ་བ་ཅིན། ཅེས་དང། ག་ཚོད་ལོ་རྒྱ་ནག་རི་བོ་རྩེ་ལྔ་སུ་མི་དེ་དེ་རི་དགུ་སྟོང་ལྔ་བས་མི་ཕྱིན་མ་གཏོགས་ཅི་བུ། ཅེས་དང། གཞན་ང་ཚོས་ཀྱིས་ཅེས་དང་བར་ཞིང་ཁམས་པའི་རྗེས་ནི་ག་ནས་མི་ནོར་བ་དེ་སྨོས་སོ། ད་དེ་སུ་ཆ་སྙོམས་ལོ་རྟ་ཨ་ནི་ནི་གནས་སུ་ཞུགས་ཏོ།

ཏེ་ཤི་བུ་ཆི། ཏེ་དང། ཞིང་ཁམས་ཀྱི་སུ་ན་སྐྱེ་ཚུལ་ལོ། ཞེས་དེ་ལྟར་ཅོག་ར་ཐིག་པའི་ངོ་ཚ་ལ་བཅོམ་ལྡན་རྒྱལ་བ་མི་འཁྲུགས་ལྷུན་གྱིས་ཀྱི་དབང་དུ་བཏང་སྟེ་འདི་ས་ཕྱི་རོལ་ཏེ་མི་ཚུགས་ཀྱི། ཏེ་དཔེ་ཆ་ཚོགས་པ་ཧོ་ར་ན་ལས། སུ་ཞིག་དེའི་མཚན་འཛིན་ཅིང་དམིགས་པ་མེད་པའི་སེམས་ཀྱིས་སུ། བྱང་ཆུབ་མཆོག་ཏུ་སེམས་བསྐྱེད་ན་བཞིན་མཆོག་དེ་རུ་སྐྱེའོ་གསུངས། ཞེས་ཏེ་དེ་བས། ཏེ་དང། སུ་ཞིག། དེའི་མཚན་འཛིན་ཅིང། ཞེས་བཅོམ་ལྡན་རྒྱལ་བ་མི་འཁྲུགས་པ། ཏེ་གང་ཟག་ག་ཡིས་རབ་པའི་ས་ཕྱི་རུ་བཅོམ་ལྡན་རྒྱལ་བ་མི་འཁྲུགས་པའི་ཚེ་ནི། ཏེ་རྒྱུད། འཁོར་ལོ་བཟླས་པར་གྱིས། དེའི་བཟུང་བས་ཏེ་ཏེ། དམིགས་པ་མེད་པའི་སེམས་ཀྱིས་བྱང་ཆུབ་ཤུགས་ཏུ་སེམས་བསྐྱེད་དེ་དགེ་བའི་གཙོ་བོ་མ་བདུན་ནམ་མཁའི་མཐའ་དག་མཉམ་པའི་སེམས་ཅན་ཐམས་ཅད་དེ་སངས་རྒྱས་ཀྱི་གོ་འཕང་ལོ། ད་སྐྱོན་ཉིད་ཀྱི་སེམས་བསྐྱེད་དེ་ལྟ་རང་གིས་དགེ་བ་གང་དང་གང་བྱས་པ་དེ་དག་ཐམས་ཅད་ཞིང་བཤགས་ཆོས་མཉན་པ་འགའ་ཡི་ཞིང་དེ་ལྟ་བུ་ལ་སྐྱེ་ནུས་ཀྱི་དེའང་དགེ་རྩ་ལུགས་བསྔོ། དེ་རང་གི་རྨི་ལམ་ག་ཅིག་སྟབས་བདེ་བས་སུ་བྱེད་དུ་ཆགས་སོང་སྨྱོན་པ་འགའ་ཡི་ཞིང་ཁམས་ན་སྐྱིད་ཆུ་ཡོད་ཟེར་དེ་ལྟ་བུ་ང་ཚོའི་སྨྱོན་པ་འགའ་ཡི་གི་རྨི་ལམ་ནས་སྨྱོན་པ་འགའ་ཡི་ཞིང་ཁམས་ན་སྐྱིད་ནི་གི་རྨི་ལམ་མན་རྟགས་ནི་ཡོད་རྨོ་ལ་སྨྱོན་པ་འགའ་ཡི་ཞིང་དུ་སྐྱེ་བར་ཤོག་ར་ཟེར་དེ་ཨ་ནི་རིང་གི་རྨི་ལམ་འདི་སུ་དེར་ཤེས་ནི་རང་གི་སྟབས་མ་ཤེས་པ་ཅན་རུ་སྨྱོན་ཅིང་རྒྱལ་བ་གོང་མ་འདི་སུ་གི་མཛད་བཞག་མི་གི་རྨི་ལམ་འདི་སུ་དེ་ལྟ་ལྟ་བུ་སྣ་བུག་འདེད་མ་ཐུར་དེ་ཚེས་བཟང་དུས་བཟང་ཁྱད་པར་ཅན་འདི་སུ་གི་སྟབས་ལོ་དེ་གནས་བཟང་པོ་རྟེན་བཟང་པོ་འདི་སུ་གི་སྐུ་མདུན་དུ་མཆོད་པ་ཕུལ། དེ་དེ་ན་ལུ་སྨན་ན་མ་ནི་པའི་སྟབས་སྨན་ན་ལུ་དེ་མ་མི་བི་གི་མཚམས་རྒྱ་བི་གི་བཞག་པ་བྱིན་དེ་དེ་ན་ལུ་སྐྱེ་ནི་ཡི་མེ་ལ། ཞེས་སོ་དེ་རུ་སྐྱེ་བ་གསུངས་སོ་དེ་ཡང་དེ་འཕགས་པ་སྐྱོན་ཤུགས་བསེ་བི་གི་ཆོས་ཀི་རྣམ་གྲངས་ལས་བཅོམ་ལྡན་འདས་མི་འཁྲུལ་པའི་མཚན་གུས་པས་བཟུང་ཞིང་སྨྱོན་པར་དགའ་ཞིང་དྲན་བི་བ་ནི་ཕྱག་འཚལ་བ་སོགས་བགྱིས་ན་དེ་ཉིད་དུ་སྐྱེ་བ་སོགས་རྒྱ་ཆེར་བསྟན་ཏོ་ཟེར་བ་ལས་དེ་ལྟར་ན་དེ་ལ་ཤར་ཕྱོགས་སྨྱོན་མ་དགའ་ཡི་ཞིང་ཁམས་ན་དེ་སྐྱེ་ནི་ཡི་དབང་དུ་བཏང་དེ་ན་ལུ་སྐྱེ་ཡི་གི་འདོད་པ་ཡོད་པ་བྱིན་དེ་བཅོམ་ལྡན་འདས་བ་མི་འཁྲུལ་བི་གི་དེ་དག་མཚན་མས་བཟུང། འཁོར་ལོ་བརྒྱུད་པར་གྱིས་བཟླས་པར་གྱིས་ཏེ་ལྷག་པར་གཏོང་བར་བྱ། དེ་དག་ཚེས་བཟང་དུས་བཟང་སྟེ་སུག་གི་སྐབས་ལས། དེ་ལྟར་སྡིག་པ་སྣ་ཆེན་ཡན་ཆད་སྤངས། དགེ་བ་སྣ་ཆེན་ཡན་ཆད་བསྒྲུབ། གཙོ་བོ་ར་བྱམས་པ་གཉིས་ཀྱིས་བྱང་ཆུབ་ཀྱི་སེམས་འདི་ཚུལ་ལོ་ཀ་དེ་དགྲ་དྲག་སྟེ་དེ་ལུས་བློ་སྦྱངས། རང་གི་དགེ་རྩར་ཅི་ལྟ་ཅི།

གཉིས་ཤིག་གིས་ཏེ་དགེ་རྩ་དེ་ལུགས་ན་ཞིག་གིས་གྲྭ་སར་སོང་ན་བས་བོ་བ་བཞིན་མི་འཁྲུགས་ཏེ་གཙོ་བོ་སྟོན་དུས་བས་བོ་མི་དེ་བཅོམ་ལྡན་དགེ་བ་མི་འཁྲུགས་པ་སེམས་མི་དེ་གི་མཚན་འདི་དེ་ང་ཅིར་གི་སྣང་བ་ཚོད་ཙམ་ཞིག་གིར་ཀྱང་ལས་ཀྱི་སྒྲིབ་པ་ཐམས་ཅད་བདུན་བཅས་འདི་གི་བས་ཏེ་འཁོར་བ་དང་ངན་འགྲོ་ལ་སོགས་པ་སྐྱེ་བའི་སྐྱེ་གནས་ཀྱི་རྒྱུ་ས་ས་བས་སོ་ཅིར་བཅོམ་ལྡན་འདས་དགེ་བ་མི་འཁྲུགས་པ། དེ་ལྟ་དེ་ལྟ་བུའི་མཚན་མོ་ཙམ་གྱིས་དེ་རང་གི་ཡིད་ལུས་དྲན་པ་ཙམ་གྱིས་ཀྱང་དེ་ལྟ། སྐྱེ་བ་འཁོར་བ་དང་ངན་སོང་ལ་སོགས་པ་སྐྱེ་གནས་ཀྱི་ལས་འགྲུབ་དེ་དག་ཐམས་ཅད་རྒྱུན་གཅོད་པར་བྱེད་པའི་ཡེ་ཤེས་དེ་ང་ཏྲ་ཀ་བི་བི་ཀི་སྟེ་ཁྲེགས་ཆོད་ཀྱི་ཆོས་བཞི་ཡི་གེ་ནང་ལས་དེ་ལས་འགྲུབ་རྒྱུན་གཅོད་པར་བྱེད་པ་དེ་དག་མི་འཁྲུལ་བའི་ཆོས་སྐུ་རུ་དྲན་ནས་རེ་ཟུང་དེ་ཡོད་མེད་དེ་དེའི་ལས་སུ་ཞུགས་སོ། ད་དེ་བཙུམས་པས་དེ་དག་ཅོག་ར་དེ་དེ་རང་རང་ལུས་ཀྱི་རང་སྟེ་སངས་རྒྱས་ཡོད་པ་མེད་པ་དད་པ་ཡོད་བདེ་བ་ཅན་གྱི་ཞིང་ཁམས་ཀྱི་དགའ་བ་ཅན

ལྷ་ནི་བུ་ད་ལོ་ནུ་ཞོ་བདེ་བ་ཅན་གྱི་ཞིང་ཁམས་ཏེ་ཞིང་ཁམས་ཐམས་ཅད་ཀྱི་ནང་ནས་དེ་སྐད་ལ་ལ་ཆོས་ཆེ་བ་རྨི་ལམ་གང་བཏབ་ཐམས་ཅད་དེ་ང་ཚ་ལ་བདེ་བ་ཅན་ཐུགས་ཀྱི་ཡུལ་ལོ་རྨི་ལམ་བཏབ་དགོས་པས་ཀྱི་དེ་བདེ་བ་ཅན་ཐུགས་ཀྱི་ཡུལ་བཞི་ཟེར་ཏེ་ཨ་ནི་གི་གསུང་བཞག་མི་དེ་ཨ་ནི་ཡིན་པས་ད་དེ་ཡིན་གྱི་མེད་ཀྱི་ཤར་ཕྱོགས་སྨྱོན་པ་འགའ་ཡི་ཞིང་ཁམས་དྲག་ནུ་ཞོ་བདེ་བ་ཅན་གྱི་ཞིང་ཁམས་འདྲ་ཅན་མི་ཡིན་སའི་ལོ་རྒྱུས་མེད་པ་ལ།

དེ་ལ་ལས་ཀྱི་དབུ་རྒྱུན་གུ་རུ་རིན་པོ་ཆེ་ལུགས་སུ་བཏབ། ཉིན་བཞིན་གཡོ་བ་མེད་པ། དེ་ལྟར་དབུ་རྒྱུན་གུ་རུ་རིན་པོ་ཆེ་གི་གཟུངས་སྔགས་འབར་ཁར་གུ་རུ་འདི་ཚོས་བསྐྱངས། དེ་ལ་ལས་ཀྱི་གི་གྲོང་ཁྱེར་ཁྱོད་སུ་ལོ་ལ་ལས་ཀྱི་གི་གྲོང་ཁྱེར་གཉིས་ཁྱོད་སུ་ལ་སེམས་རྨི་ལམ་ལྟ་བུ་བདེ་བ་བཞིན་ཏེ་ཕྱི་མ་གང་དུ་དཔལ་རིགས་ཀྱི་ཞིང་ཁམས་ལྟ་ཨ་ནེ་བའི་དཀྱིལ་ནི་ཨིན་པའི་ཆེ་ཞུ་རྡོར་ལྟར་དེ་སུ་ན་ལོ་ཏེ་ཞིང་ཁམས་དེ་དག་གི་ཅོག་ཙེ་ཡི་ལོ་རྒྱུས་མེད་ལ། དེ་རང་རང་སོ་སོ་གི་སྤྲོ་བ་དང་དད་པ་འདུན་པ་དང་ཁྲིད་ཅིག་གི་ཡང་མྱོང་བ་སེ་ཞུ་རྡོ།

དེ་ཆོས་འདི་དུ་ཨ་ནི་འདི་སོ་གསུམ་པས་ར་དེ་བསམ་བཞིན་དུ་སྐྱེ་བ་ལེན་པ་སེམས་ཀྱི་ཨ་ནི་ཞེས་སྨྲས་སུ་བཞེད་དོ། དེ་ཡང་འཁོར་ལོ་རྒྱུ་ཡི་རྒྱལ་པོ་ཟེར་བ་བཞིན་དེ་ལྟར་གནས་ཡིག་གཅིག་ལུགས་འོག་མིན་གཉིས་ལུགས་འོག་མིན་གསུམ་ལུགས་འོག་མིན་བཞི་ལུགས་འོག་མིན་དེ་བས་འཁོར་ལོ་རྒྱུ་ཡི་རྒྱལ། བྲམ་ཟེ་ཀྱི་རིགས་ཟེར་བ་བཞིན་དེ་གཙོ་བོ་དེ་དང་དེ་ལ་ཆོས་རྣམ་པར་དག་པ་འབད་མེད་ཀྱི་རིགས་དེ་རྒྱ་གར་ན་འབད་སྲོལ་ཆེར་བས་དེ་ཆོས་འབད་མེད་ཀྱི་རིགས་འདི་སྲོལ་ལོ་བྲམ་ཟེ་ཀྱི་རིགས་ཟེར་ད་སྤྱི་བཏང་གི་རིགས་ད་རྒྱལ་པོའི་རྒྱུ་རིགས་བྲམ་ཟེ་ཀྱི་རིགས་ཏེ། བཀའ་ཆེན་ལོ།

དེ་ང་ཚོས་བར་དོ་སེམས་འདུལ་འདི་ལུགས་དེ་ལྟར་དགའ་ཆེན་ངོ་སྤྲོད་སྐྱབས་ཀྱིས་གསོལ་བ་བྱིན། དེ་ལྟར་བར་དོའི་སེམས་མི་འཇིགས་དེ་ག་ལ་བས་ན། དེ་ན་ལུགས་དེ་རབ་བྱུང་མ་ཅིང་དང་པོ་འཆི་བ་ཆོས་སྐུ། གཉིས་པ་བར་དོ་ལོངས་སྐུ། ཐ་མ་ཡང་སྐྱེ་བ་འཛིན་པ་སྤྲུལ་སྐུ་ཨ་ནི་སྐུ་གསུམ་གྱི་ངོ་སྤྲོད་བར་དོ་སྐུ་གསུམ་གྱི་ངོ་སྤྲོད་སྲིད་ལ་ལི་ཅི་བས་དེ་སོ་སོ་བའི་སྐྱབས་རེ་རེ་བའི་ཡུལ་དང་ཨ་ནི་གསུམ་ན་ལུགས་དེ་ལྟར་རྒྱལ་དབང་རྗེའི་ཁྱུང་དཀར་བསྟན་བཅོས་ཀྱི་བར་དོ་སེམས་འདུལ་གྱི་དེ་དོན་གྱི་ཆ་ཚང་དེ་ན་ལུགས་འདུལ་བའི་ཡིན་ཚད་མེད་པ་ལ། དེ་གསུམ་པའི་དེ་ལྟར་ན་ལ་མ་ལྟར་ང་ལྟར་འགྱུར་འགྱུར་གྱི་དེ་ལྟར། གལ་ཏེ་རྨི་ལམ་ཙམ་ཉིད་དང་དེ་ལས་རྨི་ལམ་དེས་རྟག་པ་ཞིག་ཐོབ་པའི་གྲུབ་བརྙེས་ཀྱི་བདེན་པ་བརྗོད་པ་ཡིན་མོད་དེ་དེ་ཡི་གི་ན་ལས་དེ་དང་པོ་རྨི་ལམ་དེ་སྐྱེས་མ་ཐག་ཏུ་སྔོན་གྱི་གནས་བསྟེན་ཅིང་ཐེག་ཆེན་ཆོས་ལ་སྤྱོད་པའི་སྐལ་བ་ལྡན། ཏེ་ཡོན་ཏན་འབའ་ཞིག་སེམས་ཅན་སེམས་བསྐྱེད་ཅིང་བརྩོན་པས་བྱང་ཆུབ་མྱུར་དུ་འགྲུབ་པར་ཤོག། ད་ནི། ད་ལྟ། ད་ང་ཚོས་སྨིན་ལུས་རིན་པོ་ཆེ་ཡི་སྐྱེ་བ་ད་ལྟ་ལེན། ད་འཁོར་ལོ་རྒྱུ་ཡི་རྒྱབ་ཡང་ན་བྲམ་ཟེ་གི་རི་ལ་སོགས་པ་ལ་བསམ་བློ་བཞིན་དུ་སྐྱེ་བ་ལེན། བསམ་བློ་བཞིན་དུ་སྐྱེ་བ་ལེན་འདི་འོ་མི་གནས་སྐབས་ན་ལོས། དེ་ལྟ་མ་རིག་བག་ཆགས་ཀྱི་བདུད་སྡིག་གིས་མ་བསྒྲལ་བ་བཞིན་དང་དེ་སྐྱེ་བོ་ཁྱེད་ར་ཆོས་ཀྱི་ལས་འཕྲོ་སད་འདི་གིས་མངལ་ཕྱིན་གྱིས། དེ་ལྟ་བླ་མ་གོང་མ་འདི་སུ་འཁྲུངས་འདི་ལོ། དཔལ་དང་བདག་ཅག་གི་སྟོན་པ། དེ་སྐུ་འཁྲུངས་མི་གནས་སྐབས་ན་ལོས། དེ་ལྟ་ག་ཕྱི་ལོ། ཡུམ་འབྱུང་མ་ལྷ་འདི་ལས། དེ་འཁྲུངས་ཅི་ར། དེ་ལྟ་གོང་མ་བདུད་ནི་པོ། ང་ནི་འཇིག་རྟེན་འདི་ན་མཆོག་ཡིན། ཞེས་ཏཱ་ཨ་ནི་པའི་སྟེ་བར་ཆད་སེལ་བདུད་ཀྱི་སྲུང་འདོར་ལུང་དེ་གསུངས་པས་དེ་ལྟར་སྙིང་གི་སྟེ་རྒྱལ་བ་གོང་མ་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཇི་བཞིན་འཁྲུངས་པའི་སྐབས་ལོ་སྟེ་ཁྲུམས་ཕྱི་ར་སྟེ་ཆོས་ཀྱི་བར་ཆད་སེལ་རང་གི་སྟེ་ཚེ་རབས་སྔོན་མེད་ཀྱི་སྟེ་རིའི་སྲས་བདུད་ཀྱི་རོ་བཅུག་ཏཱ་ཨ་ནི་མངལ་གནས་རྗེས་སུ་དྲན་པའི་གི་སྒོ་ནས་དེ་ལྟར་དྲངས་པའི་ཆུས།

ཏེ། ད་ལྟ། དེའི་ཆུས་ད་རྒྱལ་བོ་ཙམ་བྱེད་ཀྱི་མི་ཐུབ་པས་དེ་ཆུས་བླུག། ཏེ་ཐོས་བསམ་སྒོམ་གསུམ་འབད་དེ་བགྱིས་པས། ཏེ་རིམ་པ་བཞིན་ཐུབ་པའི་ཉམས་སུ་ལེན་གྱིས་འགྲོ་བ་བཞིན། ཏེ་སྐྱེ་བ་ཅི་ལས་ཅི་ཐབས་ལྕི་བ་ཅི་བཟང་བས། ཏེ་སངས་རྒྱས་ཀྱི་གོ་འཕང་ཐོབ་པའི་གྱི་རྒྱུར་འབྱུང་ཡིན་པས། དང་ནི་བ་ད་ལུ་བསྟན་པའི་གྱི་སྙིང་པོ། ཏེ། ད། མདོ་སྡེ་ནི་གསུམ་སྔགས་རྒྱུད་སྡེ་བཞི། དེ་དེ་དག་ཐམས་ཅད་ཀྱི་གཙོ་བོ་དེ་ལྟ་ང་ཅི་ར། དེ་ཚུར་དུ་རོ་བསྡུ་བ་བྱིན། དེ་ལམ་ལྷ་བུད་ཀྱི་བསླབ་པ་གསུམ་ཚེ་དང་བ་ལ་ལུང་བསྡུས་ནས་གསུམ་ལོ་ཐོས་སམ། དེ་ལས་ལྷ་ལམ་ལྷ་བུད་ཀྱི་བསླབ་པ་གསུམ་ལོ་ཉམས་ལེན་དེ་དག་ཚུལ་ཁྲིམས་ཏིང་ངེ་འཛིན་ཤེས་རབ་དག་ནི་འདི་སུ་ལུ་ཉམས་སུ་ལེན་འདི་གྱིས་པས་དེ་ལྟ་སྟེ། རང་ཉིད་ཀྱང་ཕྱིས་ཀྱི་དོན་དམ་པའི་མེ་འབར་བཞིན་དག་དེ་མ་འགྱུར་ནང་གི་མཐའ་དག་ནི་མི་སེམས་ཀྱི་ཐམས་ཅད་ཀྱི་ཕྱིར་ཐུབ་པས་དེ་སྦས་དགོངས་འདི་གྱིས་སའི་གཞན་དོན་འབའ་ཞིག་སེམས་བསྐྱེད་ཅིང། གཞན་གྱི་སེམས་ཅན་ཐམས་ཅད་རང་དང་གཞན་མི་འགྲོགས་ལྟ་ལོ། གཞན་གྱི་གཙོ་བོ་སྟོན་བདེ་གྱིས་པས་དེ་ལྟ། རང་གིས་མ་བྱུང་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ཆ་མཉམ་རང་སྲིད་པ་ཁམས་གསུམ་འཁོར་བའི་སྡུག་བསྔལ་གྱི་སྡུག་བསྔལ་བཞག་རང་བསྐྱང་ཅི། དེ་སངས་རྒྱས་ནི་དེའི་ཐེག་པ་ཆེན་པོ་དེ་རྣམས་ལ་ཁས་མི་ལེན། འང་མེད་པའི་སྒྲོ་ལྟ་ལོ། དེ་ཐེག་པ་ཆེན་པོ་རྣམས་ལ་གཙོ་བོ་སྟེ་དེ་གཞན་གྱི་དོན་དུ་ལ་སེམས་བསྐྱེད། སེམས་བསྐྱེད་པ་ཙམ་གྱིས་ཀས་མི་སོ། དེའི་གིས་ལག་ལེན་སྟབས་བདེ་གྱིས་འཇོག་ལྟ་ལོ། དེ་ལྟ་སྨོན་པ་བྱང་ཆུབ་ཀྱི་སེམས་དང་འཇུག་པ་བྱང་ཆུབ་ཀྱི་སེམས་རྣམ་པ་གཉིས་ཀྱི་སྒོ་ལས་པས